བསམ་བློ་ཁམས་བཟང་ང་རྣམ་རིག་གྲོགས་མོ་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་ཡང་སྒྲུང་བཤད་འདུག་དེ་ཡིན་ན་ཉེ་ཆར་ད་ལོའི་ཉིས་སྟོང་གྱ་མི་གཉིས་རྩ་དྲུག་སྤྱི་ཟླ་བདུན་པ། སྤྱི་ཟླ་བདུན་པའི་ནང་བྱུང་འགྱུར་གྱི་གནས་ཚུལ་དངོས་གནས་ཅེར་ཤར་བ་རྒྱ་གར་ནག་ལོ་ལ་དེ་སྐད་གྲགས་ཆེན་པོ་ཞིག་ཆགས་སོང་ཨང་སྒྲུང་འདི་ཞུ་དགོ་ཞུ་དགོ་བསམ་ནས་ཞུ་ཡས་རག་མ་སོང། སྒྲུང་འདི་བྱུང་ས་དེ་ཡིན་ན་རྒྱ་གར་གྱི་མངའ་སྡེ Uttara Pradesh ཡུ་ཕི་ཡོད་པ་འོང་དེ་ནང་བྱུང་འགྱུར་ཅི་རེད་བཞག་ད་ཁོང་ཚོའི་གི་ས་ཆ་དེ་ནང་ཡིན་ན་གྲོང་གསེབ་ཨག་ར་ལས་ཞུ་ཐུབ། དེ་ན་ལ་བཟའ་ཚང་གཉིས་ཡོད་རེད་བཟའ་ཚང་དེ་གཉིས་ཡིན་ན་ཆང་ས་བརྒྱབ་རྗེས་ལོ་བཅུ་དྲུག་ཕྱིན་ཤར་བ་ཁོ་གཉིས་ནི་ཆང་ས་བརྒྱབ་ཡས་དེ་ཡིན་ན་ཕ་མས་ཁ་འབྱར་ཡས་ཆེ་མེད་པས་ད་ཁོ་ཚོའི་གྲོང་གསེབ་དེ་ན་རིགས་རུས་འདྲ་པོ་འདྲ་པོ་འདུས་རྒྱ་གར་ཡིན་ན་ད་ཁོ་རང་ཚོས་ཀྱི་སྲོལ་རྒྱུན་རེད་བ། འོང་དེ་འདྲས་ཅིག་ཡིན་དུས་འཚམ་པས་ཡིན་ན་ཕ་མས་རིགས་རུས་འདྲ་པོ་འདྲ་པོ་ཅིག་ཁ་འབྱར་རྗེས་ཡིན་ན་ཨ་ནི་མི་དེ་དང་བུ་མོ་དེ་བུད་མེད་དེ་ཡིན་ན་ཆང་ས་བརྒྱབ་རེད་བཟའ་ལོ་བཅུ་དྲུག་སྔོན་ལ་ཆང་ས་བརྒྱབ་རྗེས་ཡིན་ན་ཨ་མ་དེ་ད་ནང་གི་ལས་ཀ་བྱས་དང་ཞིང་ལས་བྱས་འབྱོར་བ་འོང་དེ་འདྲས་ཅིག་བྱས་དེ་འོ་རེད་བཟའ་ཁོ་གཉིས་ཆགས་སྐྱབས་ཚར་བའི་རྗེས་སུ་ཡིན་ན་སྤུ་གུ་གཉིས་ཡོད་རེད་གཟིགས། སྤུ་གུ་གཉིས་ཡིད་ཆེས་ཡིན་ན་ཨ་ནི། སྤུ་གུ་གཉིས་ཀ་ལོ་བུ་མོ་རེད་ཟེར་བ་ད་བུ་མོ་ཡིན་དུས་ཙམ་ལ་ཡིན་ན་སྤྱི་དང་རྒྱ་གར་ནང་ལོ་ལ་བུ་མོ་ལ་ཡོད་དེ་བས་དེ་ད་དཀའ་ལས་ཁག་པོ་དམིགས་བསལ་གྱི་གྲོང་གསེབ་ན་གྲོང་གསེབ་ཅན་ན་ཡིན་ན་བུ་མོ་ལ་ཡོད་དེ་བས་དེ་རེད་པ། ཆགས་ཆེན་པོ་ཆགས་སོང་ན་ཨ་ནི། ཆགས་སྐྱབས་དུས་ཙམ་ལ་ཡང་ཁྱོ་གས་ལབ། ཟེར་ད། དངུལ་དང་ཁང་པ་དང་མོ་ཏྲ་དང་མང་པོ་སྤྲད་འོང་དུ་བ་ཆང་ཟེར་གྱི་འདུག་འོང་དེ་སྐྱེན་བྱས་ན་ད་ཁུ་ཉིན་གཉིས་བཟའ་ཚང་དེ་གཉིས་པོ་རུ་ཆང་པོ་བཅད་མེ་སྒྱོགས་ཆགས་པ་རེད་ས་ཆང་པོ་བཅད་མེ་སྒྱོགས་ཆགས་དུས་རྩམ་པ་ཡིན་ན་མནའ་མ་དེ་ཡིན་ནས་ལས་སོ་སོའི་ནང་ལ་ད་སྒོ་སྐྱ་ཐུ་བས་མེ་སྒྱོགས་བྱོར་བ་འོང་དེ་འདྲས་ཆགས་ཤག་ཁ་ཆེ་ལ་ནི་བུ་མོ་གཉིས་སྐྱེས་པོ་ར་ད་གྲོང་གསེབ་ཡིན་དུས་རྩམ་པའི་འོང་དུ་བྱས་ཡིན་ན་ཨ་ནི་ཁུ་ཉིན་གཉིས་ད་འཚོ་བ་སྐྱེལ་ཅིག་དེ་དེར་དུ་བ་ཞིང་ལས་བྱེད་འདྲས་བྱས་བྱས་ཡིན་ན་ཨ་ནི་ཉིན་མ་གཅིག།

ནམ་རྒྱུན་གྱི་དུས་རྒྱུན་གྱི་འཚོ་བ་དེ་ནི་དཔེ་དཀའ་ལས་ཁག་པོ་ཁ་ལག་དེ་ས་ཡ་ཡོད་ལ་མེད་ན་གྲོ་གོག་རྒྱག་ལ་མ་རྒྱག་ལ་འཇལ་ཅིག་ཆེར་མི་མཛངས་པས་སྐྱོ་པོ་རེད་ཟེར་བ་ནི་བུ་མོ་གཉིས་ཡིན་ནའི་ལས། སླབ་གྲྭ་དང་འཇལ་ཕྱི་གོར་ས་ཡིན་ནའི་ལས་དང་ཨ་མ་དེ་ཡིན་ནའི་དཔེ་དེ་འཚོ་བ་སྡུག་པོ་མྱངས་ཡ་སྤྱོད་ར་དང་འཚོ་བ་འཚོ་བར་བ། ཁྱིམ་ཚང་གི་འགན་འཁྲི་དག་ཚང་མ་མོ་རང་གི་མགོ་ལ་ཡོད་རེད་བསམ་ཁྱོ་གོ་དེ་ནི་ཡིན་ནམ་ཞོ་ཁས་ནས་ཨ་ར་ཐུང་ཞེས་དེ་དེར་ས་ཨ་ར་ཐུང་གོ་འདའ་མ་ཞིག་ན་ལོ་ལེགས་མ་རེད་ཟེར་བ།

ད་ལོ་ཆེན་དུ་བདུན་པར་ད་ལྟ་ཆང་ས་རྒྱལ་བ་དུག་རུས་ཆེར་ལོ་བཅུ་དྲུག་དུག་རུས་ཆེར་ད་དུག་རུས་ཆེ་དུས་ཙམ་མེད་ན་ཁོ་ནི་ཨ་རག་དུག་དུག་དུག་དུག་དུག་ཟེར་བ་དུག་དུག་དུག་དུག་ཁོ་ལོ་ཆེན་པོ་མར་ཤ་ཨོ་ས་ག་ན་ག་ཚོད་བཤད་དུ་ལབ་ཡོད་ན་ལོ་བཞི་བཅུ་བཞི་བཞིར་ཤར་བ་ལོ་བཞི་བཞི་བཞི་བྱས་རྒྱ་གར་ཚོ་ལོ་བཅུ་བཅུའི་ནས་ཆེ་ཆང་ས་རྒྱལ་བ་དུག་ཨ་ད་ལོ་ལོ་བཞི་བཞི་བཞི་བཅུ་བཞི་བཞི་རེད་ས་བཞི་བཞི་བཞི་བྱས་ཡིན་ན་ད། ཁོ་བདག་རབ་སྲིད་དཔའ་བོ་རབ་སྲིད་དེ་ནི་བླ་བ་རི་སྲིད་དང་བླ་བྱེད་ཡིན་ནི་ཨ་ནི་གྲོང་ཁྱེར་ན་མཐོང་ཡང་ཡོད་མ་རེད་ས་དུས་རྒྱུན་ཡིན་ནི་དགོན་ཟླ་དག་པ་རེ་ཞིག་ར་སྲིད་ཅེས་ལས་བྱེད་ཡིན་ནི་ཨ་མ་དེ་ཙོག་པུ་གུ་ལ་ཤེས་བཤད་དང་ནང་གི་བཅའ་ལག་དེ་ཚོ་བཅའ་སྐད་རྒྱབ་ཕྱིས་སུ་ར་གྲོང་པ་ཁྱིམ་མཚེས་དེ་ཚོ་དང་གཉིད་ཁུག་མ་འཇུག་པ་བྱས་པས་དེ་སྡུག་པོ་ཞིག་ཡོད་ཉེན་ཀོར་ཟེར་བ། ད་ཨ་མ་ཨ་མ་སྡུག་པོ་ཉེན་ཀི་རི་སྤུག་སྤུག་སྡུག་པོ་ཉང་གཡས་གཡོན་གྱི་མི་དེ་ཚོ་བས་དེ་དཀའ་ངལ་འཕྲད་ཡོད་བྱས་པ་ད་དེ་ཡི་ལོ་བཅུ་དྲུག་སུ་ཞིག་གོ་བདེ་དུས་ཙམ་མེད་ན་གོམས་བསྡད་ཡོད་རེད་བསམ། ད་ཁོ་བདག་ལ་ཡིན་ན། བ་པོ་དེ་སྐད་རྒྱལ་བའི་མེ་སྒྱོགས་ཆར་བ་ཟ་རུ་བའོ་ཁྱིམ་བཟའ་དེ་ནི་ཁ་བོ་སྲིན་པོ་ཆར་བ་ཟ་ཁ་བོ་སྲིན་པོ་ཆར་དུས་འཛམ་པ་ཡིན་ན་དུས་ཚེས་ནི་ཉི་མ་བཞི་བཅུ་ཞེ་ལྔ་ཕྱིན་པ་ཟ་རུ་བ་ཁ་བོ་སྲིན་པོ་ཆེ་ད་གྲོང་སའི་གཡས་གཡོན་གྱི་མི་དེ་ཚོ་ཡི་ནས་ལ་ད་ཕག་ཚོ་ཆུ་དོ་བྱས་ག་བོ་རུ་བའོ་ད་ཁྱིམ་བཟང་དེའི་སྐོར་བཤད་རུ་བ་ཡང་ཆུ་ལོག་དོན་ག་ལ་ཟ་ཟ་སུ་འོ་ཁྱིམ་བཟང་གི་བ་པོ་དེ་ག་བ་རུ་ཕྱིན་བ་ན་དེ་རིང་གེ་སར་སྐད་བཤད་རྒྱལ་ཡ་མི་འདུག་ད་ག་ཆེ་རེད་ཁོ་གཉིས་ག་ར་བྱས་ན་ཅིག་ལབ་དེ་དུས་འཛམ་པ་བདུན་ལ་ལབ་ནུས་བོ་མ་རེད་ཟ་རུ་བ་ཨ་མ་དེ་བདུན་ལ་ལབ་མ་ནུས་བྱས། རྒྱབ་ལ་ཡིན་ན་རྒྱ་ལབ་དེ་ཧོར་ས་འོག་ཏུ་ཁ་ཕྱེ་ནས་དཔའ་བོ་དེ་ཁྱིམ་ཚང་དཔའ་བོ་དེ་ཁ་བ་ཆེན་པོ་ཡིན་ན། སྐད་ཅིག་གོ་ཡ་མི་འདུག་ལོ་བཅུ་དྲུག་ཟེར་ཞིང་ང་ཚོ་ནི་དགོན་བདག་སྟག་པ་ར་ཤི་ཁུ་ཉེ་གཉིས་རྒྱ་རི་རྒྱབ་སྐྱོར་གྱི་སྐད་ཆ་བྱོ་མར་བས་འོང་དེའི་གོ་གོ་གཉིས་ཀྱི་ད་ཅིག་གོམས་གཤིས་རེ་རེ་བྱ་བཞག་ད་དེ་རིང་ཁྱེད་ས་བཅད་རྒྱ་རི་མ་རྒྱབ་བྱེད་དུས་ང་ཚོའི་ཉལ་དུས་ཙམ་པས་ཅིག་དེ་བ་མེད་སྐྱོ་སོ་ཞིག་ཁ་བུ་སིམ་པོ་རེ་བྱེད་ཅིག་བྱ་བཞག་ག་ར་བྱས་མིན་ད་ཁོ་ཁ་བ་ཆེན་པོ་ན་འདུག་བྱས་ནས་བས་དེ་དོགས་པ་ཞིག་བྱེད་དབྱར་ས་མི་མ་གྲོང་པ་ཁྱིམ་མཚེས་དེ་ཚོ་བས་དེ་ཕར་ཚུར་བྱོལ་ལེན་བྱེད་དེ་བྱོལ་བ་ཉིན་གཅིག་ཨ་མ་དེ་ཡིན་དུས་རྒྱུན་ནང་བཞིན་ཞིང་ཁ་ལས་ཀ་བྱ་འགྲོ་དེ་གསར་པ་ཞིང་ཁ་ལས་ཀ་བྱ་འགྲོ་དུས་ཙམ་ཡིན་ན་ཁོ་ཚོའི་ཁྱིམ་མཚེས་བུ་མོ་འབྱོར་ས་མོ་དེ་ཆུ་ཚོད་བྱེད་བྱེད་དེ་ཁ་ཆེ་རེད་དེ་རིང་ངེད་ས་རང་གི་ནང་གི་ཁྱོ་ག་དེ་ཐོ་ཡང་བཅད་མི་འདུག་ཁ་ཆེ་རེད་ལབ་འདུག་ཨ་ནི་ཨ་མ་དེ་ཡིན་ཁེས་ཡ་ཆེ་མི་འདུག་མོ་རང་མུ་མཐུད་བྱས་ཞིང་ཁའི་ནང་ཕྱིན་རྗེས་ལས་ཀ་བྱེད་དེ་གསར་པ་ལས་ཀ་བྱེད་དེ་དུས་ཙམ་འོང་འདུག་ཕྱིར་ཉིན་མོ་བཞི་བཞི་ཡང་ཕྱིན་པ་ཟ་ཉམས་ཞིབ་བྱེད་ཨང་བཅུ་དྲུག་ཙམ་མ་ཡིན་ན་ད་ཞིང་པའི་ནང་ལ་འདི་ཁོང་ཚོས་ཀྱི་གྲོང་གསེབ་འདི་ལ་འདི་ཡོད་རེད་པ། མི་མང་པོ་ཡོད་དུས་སུ་ཕར་སུ་གླེང་མོ་བྱེད་རོགས་ཨོ་ད་དེ་ཁྱིམ་ཚང་དེ་ཁྱོ་ག་དེ་མཐོང་ཡང་ཁོར་མི་འདུག་ད་ག་ར་བྱེད་མིན་ན་འོང་འདི་ལ་དུས་ཙམ་མ་ཡིན་ན་ཉེས་རྟོག་པས་ད་སྐད་ཆ་འདི་ཨམ་ཆོས་ནང་གོ་ཁོང་ཚོས་ཀྱི་ཉེས་རྟོག་པ་འདུག་བྱེད་ཚད་ཆེ་ག་ལས་འདུག་བ་ད་ཁྱིམ་ཚོས་ཀྱི་ཁྱོ་ག་དེ་ག་བ་ཕྱིན་པ་རེད་ལ་ནི་ཨ་མ་དེ་ལ་སྐད་ཆོས་དུས་ཨ་མ་དེ་མིག་ཆུ་བཏང་བྱས་རེད་པ། ངུས་བྱས་ངུས་བྱས་ཨང་ལ་ནི་ཨ་ནི་ཁྱོ་ག་དེ་ནི་ང་རྟག་པ་རེད་ཤི་སྡུག་མགོ་རེད་ཤི་དགོངས་དག་རྟག་པ་རེད་ཤི་ཉི་མ་རྟག། ཞོ་ག་ཡ་ལམ་ནས་བྱས་ནང་གི་འགན་འཁྲི་ལས་ཀ་ནི་ཅེ་ཆིག་མ་རེས་སྤུ་གུ་གི་ལྟ་རྟོག་བྱས་འབྲས་ཡོར་བ་ཁྱིམ་ཚང་འགན་འཁྲི། ཅེ་ཆིག་མ་རེས་ཕྱི་སི་ནས་ནང་སི་ནས་ཨ་མ་མོ་རང་གཅིག་པུ་བྱེད་དུ་ཡོད་སོང་ཁོ་ནི་ཞོ་གས་ནས་བྱས་ཨ་ར་ལྟུང་བྱས་ཡིན་ནི་བེད་དེ་ཉི་མ་ཉིན་འགའ་འཁྱམ་ཁ་ཕྱིན་ཕྱིན་བྱས་ཡིན་ནི་དགོན་དར་ལས་བྱས་ར་སི་བྱས་ར་དག་པ་ར་སི་བྱས་ཡིན་ནི་ཨ་ནི་མོ་རང་ལ་ལག་པ་བཀྱག་ཡ་ཉེ་ད་ཏང་ཡ་བྱས

བུ་མོ་གཉིས་སྐྱིད་དུས་ཙམ་ལ་ཨ་ད་བུ་མོ་འདི་གཉིས་ཆེན་པོ་ཆགས་སོང་ན་ཡང་ནི་གསེར་དང་དངུལ་དང་ནི་མང་པོ་ཞིག་སྤྲད་འོར་བ་ས་ཆ་དང་འོང་དེ་ཡིན་ན་ད་ཁོ་པས་དེ་ད་ཉོ་བས་འབྱོར་བ་ཁྱིམ་ཚང་འདིར་ཉོ་བྱས་ན་འདི་བྱས་ནས་ཁོས་བྱས་ཤེས་མ་རེད་ཟོང་དུ་བྱས་ད་ང་གཉིས་ཁང་པ་གཅིག་ལ་བསྡད་པའི་གནས་ལས་མི་ངོ་མ་ཤི་མ་ནང་བཞིན་ར་བ་བྲ་བོ་ནང་བཞིན་བསྡད་ཡོད་ས་ཁ་ནི་ཁ་བྲལ་མེད་ཚེ་བྱས་འདུག་བྱས་ན་ཨ་མའི་མིག་ཆུ་དངིལ་དངིལ་བཤད་འདུག་བཤད་རྩོད་མེད་ད་ཁྱི་སེང་ཉི་མ་བཞིན་བཞག་སྔོན་ལ་ཡིན་ན་ཁོ་འདི་ཕྱིན་སོང་ཟེར་བ་ཞོ་གས་ནམ་རྒྱུན་ནང་བཞིན་ནི་ཞོ་གས་ཡར་ལངས་བར་ལས་ཟོས་འགྱོ་དེ་ཟས་ཟས་ཚར་སོང་ན་འཁོར་འཁོར་ཕྱིན་སོང།

མི་གླ་རྡུལ་ཙམ་ཡིན་ན་ཁོ་ཚོས་གི་གྲོང་གསེབ་ན་ད་མི་གཅིག་གླ་བར་སྲིད་རྡུལ་ཙམ་པ་ཡིན་ན་ད་རྔམ་སྐྲག་ཚ་བོ་ཞུ་ཆ་དེ་ཡོད་ར་ཆེ་ཙང་ཁོ་ཚོས་བརྟག་དཔྱད་ཞུ་ཆེད་དུ་བ་བརྟག་དཔྱད་བྱེད་ཆེད་ན་ད་མི་དེ་ཁུ་བ་ཆེན་པོ་ཡིན་ན་བསམ་ཆེད་ཡིན་ན་ཁོ་ཚོས་བརྟག་དཔྱད་ཆེད་དུ་བ་བརྟག་དཔྱད་བྱེད་དུས་ད་གྲོང་གསེབ་ཁུག་ཀྱོག་རེད་དོ་ཨག་ར་ལ་ཨེ་ཏི་ཡུག་པི་ཏང་ཡོད་ཀྱོ་གྲོང་གསེབ་ཁུག་ཀྱོག་ཞི་བོ་ཡོད་དུས་ཙམ་པའི་གྲོང་གསེབ་གི་ནང་དེ་ཚོའི་ནང་ལ་སི་སི་ཀེམ་ར་ལ་ཨེ་ཏི་གག་མ་རེད་ས་ཁྱོད་ནི་རང་ཡོད་མར་ས་གྲོང་ཚིག་ནང་ལོག་ལ། སི་ཛི་སྐེམ་ལ་གཅིག་གི་ཡོད་ཀྱོག་དེ་ཡིན་ན། ཉེས་རྟོག་པ་ཡོད་པ Police ཁོང་ཚོའི་གི་ཉེས་རྟོག་པའི Police Station ཟིག་རོགས་ཉེས་རྟོག་པ་འོང་དེ་ཁོང་ཚོའི་ས་ཚིག་དེ་ག་ལ་གཅིག་ཡོད་རེད་ས། ད་དེ་ག་ལ་ལྟས་འདྲ་བྱེད་དུས་ཙམ་ཡང་མི་དེ་གོ་བ་འགྲོ་ཡོད་མེད་དེ་ཚོ་ལྟས་འདྲ་བྱེད་དུས་ཙམ་ཡང་ནི་ཁོ་གོ་བ་འགྲོ་ཀྱོག་དེ་ཚོ་ཅེས་མཐོང་ཡང་ཡོད་མ་རེད་ས། དེ་ནས་ཁོང་ཚོའི་གི་རྒྱ་ལམ Highway ཟིག་རོགས་དེ་འདྲའི་ག་ལ་སི་ཛི་སྐེམ་ལ་ཁ་ཆད་གཅོད་རེད་ས་རོགས་ཉེས་རྟོག་པའི་ཚལ་རེད་ས།

བཙོང་བྱས་ར་བ་ནི་ཨ་རག་བཏུང་སྐྱིད་པོ་དང་དེ་དེ་འོ་ས་ར་བ་ཁོང་ཚོ་གྲོང་གསེབ་དེ་ན་ལ་འོང་དེ་འདྲའི་མི་གྲོགས་པོ་ཡག་ཤོས་ཅིག་ཡོད་ས་ད་ཉེས་རྟོག་པས་ཡིན་ནོ་ཁོ་ལ་དོགས་པ་བཞི་བཅུ་ཡོད་ས་ར་བ་དོགས་པ་ཡོད་དུས་ཙམ་པས་ད་ཁོ་ནམ་རྒྱུན་གར་ཕྱིན་ཡོད་མེད་ཚང་མ་ལོ་ཉེས་རྟོག་པས་སྐུ་པར་ཕྱིན་བྱས་ན་བརྟག་དཔྱད་བྱས་ཆོག་ར་བ་ཁོ་སུ་སུ་མཉམ་དུ་འབྲེལ་བ་བྱོས་འདུག་ཁོ་ག་བ་ཕྱིན་འདུག་ཉི་མ་བཞི་བཞེ་ལྔ་ན་ཁོ་གར་ཆས་འདུག་ལ་ནི་ཁོ་བའི་གྲོགས་པོ་ཡག་ཤོས་རེད་འདུག་བ་ཡང་བཏུང་རོགས།

ནམ་རྒྱུན་ང་ཚོ་འདི་ཁྱང་པར་འགྲོ་ཡུལ་ཉིན་མོ་འདིའི་ཉིན་མོ་འདི་ཞིབ་བཤེར་ང་ཟེར་བ་དུས་སྔོན་ཉིན་མོ་འདི་ནས་ཉིན་མོ་ཞིབ་བཤེར་ང་ནས་ཁོ་ཆས་ཐོག་མ་སོང་སླེབས་མ་སོང་ལ་ནི Police ལ་ག་ཚོད་རྩིས་མནན་ནས་ཉེན་འགོག་མར་ཟ་ཁ་ལོག་རེད་ཤེས་ཡ་ཡོད་མར་ཟ་མིག་ཟས་ཅི་ད Police གིས་དོགས་པ་ཞུ་ཟེར་ཐོག་ད་ཁ་ཆེ་ན་ད་ཁོ་འགྲོ་ཟེར་ནས་རོགས་པ་ཚང་མ་ལོ་ཕྱི་ཚེས་ཆེ་ཚབ་ཡིན་ཁོ་ཁྱོད་ནས་རག་མི་འདུག་ཟེར་བ་ད་ཁོ་ག་བ་ཕྱི་མ་ན་ལ་ནི་ད Police གིས་བརྟག་དཔྱད་ཞུ་བྱེད་ཟེར་བརྟག་དཔྱད་བྱེད་དུས་ཙམ་མ་ཡིན་ན་ད་ཕལ་ཆེར Police གཅིག་ཉམས་མྱོང་ཡོད་རྒྱུ་སོ་ཞུ་ཟེར་བ་རྒན་གྲས་བྱིས་འོང་འདི་གར་བཤད་དུ་སླེབས་ཡོད་ན་ད་ཕལ་ཆེར་ནང་ལ་ཅིག།

བྱིན་གྱིས་ལེགས་པར་བྱས་ཏེ་གསོལ་པ། སྐད་དང་དུ་ཚོམ་པའི་ཨ་མ་དེ་སྐད་དང་དོ། ཁ་ཆེ་སོགས་ལ་དུ་ཚོམ་པ་ཡིན་ན། ཁོ་ལ་ནི་གཉིས་སོས་ལ་ཆེ་དོ་ཨ་མ་དེ། གཉིས་མ་སོ་ཡིན་ན་ལས་དེ་རིང་ང་ཚོ་ང་ཚོའི་གི་དཔོན་པོ་དགུ་ཁྲི་གས་ཡིན་ན་ཁྱེད་ཚོའི་ནང་ཅིག་ལྟ་ག་གྱུར་སིག་ཕལ་ཆེ་ཁོ་ལྟ་ཁྱེད་ཚོའི་ནང་ལ་འདྲེ། ལྟ་ཆེ་བོ་དུ་ལ་དོ་ཨ་མ་དེ། འགྲིག་རེ་འགྲིག་རེ་ལ་ལ་ཤ།

ཉེས་རྟོག་པ་ཁྱད་མར་ཁྱེར་མ་ཏག་ཁོང་ཚོ་ཉེས་རྟོག་པ་ཡིན་དུས་བཙོན་པ་ཡིན་ན་འཇོག་པ་དང་ཁྲིམས་མ་དང་ཚོས་གོམས་བསྡད་ཡོད་རེད་པ་ཡང་ཏག་ཏག་ཉེས་ཀྱི་ཁྱེད་མ་ང་ཚོ་ལྟ་ཚིག་ཡིན་རེད་དོ་ལྟ་ཚིག་དུས་བཙོན་པ་ཡིན་ན་ཁྱེད་ཚིག་ང་ཚོ་ཚང་མ་མ་ལྟ་བུ་ཡིན་ན་ང་ཚོས་གི་གོ་སྒྲིག་ལ་ལན་རྒྱབ་དུས་བཙོན་པ་ཡང་ཁ་ལ་ཁག་པོ་རེད་ཡང་ང་ཚོ་ཁྱེད་ཚོའི་གྲོང་གསེབ་དུ་ལས་ཐག་རིང་པོ་རེད་དུས་བྱས་ན་ཨུ་ཚུགས་རྒྱབ་ནས་ཉེས་རྟོག་པ་དེ་ལྟ་རེད་བསམ་ན་ཨ་མ་དེ་བཀག་སྡོམ་འགྲོ་བྱས་ན་མ་འགྲོ་མ་འགྲོ་རྫོགས་པ་རེད་ལན་ཞུ་བྱས་དོ་བྱས་དུས་བཙོན་པ་ཉེས་རྟོག་པ་ད་དོག་པ་ཟ་རེད་བ་ད་དོག་པ་ཟ་དུས་བཙོན་པ་ཡང་ན་ཆུ་སྒང་ན་འགྲོ་དོ་བ་ཆུ་སྒང་ན་ནི་བཟང་སྤྱོད་རྫོགས་པ་དང་གལ་མི་འདུག་བསམ་ལྟ་སྡོད་ཙམ་མ་ཡིན་ན་འདི་ལ་དོན་འགྲོ་ས་ཅིག་འདུག་གསར་བ་འདི་ལ་གཟུགས་པོ་འགྲོ་ས་ཅིག་བྱས། དེས་ན་ཡ་རྫུས་དང་ལབ་སངས་སྐོར་ཅིག། ཚོར་སྣང་མང་དྲགས་ཤིག་སླེབས་ས་ཉེས་རྟོག་པ་དེ་ལ་རེ་བ་ཉེས་རྟོག་པ་དེ་ལ་ཚོར་སྣང་མང་དྲགས་ཤིག་སླེབས་དུས་ཚང་མ་ཁོང་ཚོ་ཞིའུ་ཅིག་ལྟ་འདོག་ཡ་ན་ད་དམིགས་བསལ་ཁྱེད་ཁུགས་སུ་མི་འདུག་ས་ད་ཁོང་ཚོ་འགྲོ་འགྲོ་མ་འགྲོ་འགྲོ་བྱས་འདུག་ག་གོ་མ་ཐོས་འགྲོ་ཡོད་དུས་ཚང་མས་ད་ཉེས་རྟོག་པ་ཅིག་ཡོད།

ཁྱོ་ག་ཇོ་མར་བའི་མོ་རང་ཉི་མ་བཞི་བཅུ་ཞེ་ལྔ་ཀླག་ཀྱོག་གི་ཁྱོ་ག་ཇོ་ར་བ་འོང་འདི་ཁྲུ་ཨང་གི་རྡ་མདའ་དོང་ཁྲུ་ཚ་དེར་ད་འདིའི་བ་དེ་ས་ཆ་ཇོ་སོའི་རོང་བོ་རྣམས་བས་ཤར་ས་ད་དྲུག་དུས་ཙམ་པ་ཡིན་ན་ཁྱོ་ག་དུ་དོན་དུ་བ་ནི་སྐྱེ་མེད་དེ་ངུ་ཞེས་ནི་བྱེད་ནས་ནི་ཉེས་རྟོག་པ་ནི་ཙུད་ཙམ་པའི་གྲི་རྩེ་བྱེད་དུ་བ་ཁྱོ་ག་དུ་དྲུག་དུས་ཙམ་པ་ཁྱོ་ག་དེ་ནི་ད་ཉི་མ་བཞི་བཅུ་ཞེ་ལྔ་ཕྱིན་ཚར་བ་རག་པའི་དེ་གྲི་མོ་ཀོ་རེ་རྒྱབ་བཅས་དེ་སུ་བསྡད་དེ་ཤ་སར་བ་ནི་སྐྱེ་མེད་དེ་དེའི་བཀའ་ལ་སི་མན་ཡུ་བ་སི་མན་ཞེས་ད་བཀའ་བས་དེ་གཅིག། ཡག་པོ་བྱོས་པ་འོན་ཏེ་འདི་བཟོས་ཤག་ཟ། ད་ཁྱི་རྩད་ཆེ་དུས་ཙམ་ཡང་པུ་ལིས་ཀྱི་ད་ཨ་མ་དེ་མི་བྱོས་མར་པ་ཡང་ནང་ལ་དེ་འདྲ་བྱས་ནང་ལ་སོ་སོའི་གི་ཆུ་ཁང་ནང་ལ་ས་འཁྲུད་བྱས་ནས་ཁྱོག་པོ་བད་སད་བྱས་དེ་ནང་ལ་བད་ཤག་དེ་ག་སི་མན་ཀབ་དེ་འདྲ་བྱས་ཨ་མ་དེ་མི་བྱིང་མར་པ་ཡང་ཨ་ཏོ་ཆེ་དུས་ཙམ་ཡང་པུ་ལིས་ཀྱི་སྐད་ཆེ་དུ་བ་ད་ག་འདྲ་རེད་ཟེར་ད་རང་གི་ནི་མཐོང་མ་སོང་ཉི་མ་བཞི་བཞི་ཡང་ན་ཅི་ལ་སོང་ལ་ནི་བད་དེ་ཞིབ་ཕྱིའི་སྐད་ཆ་ཤོད་ཡག་སོང་ཨ་སྟ་སོ་སོའི་ཁྱོ་ག་དེ་དུས་ཆུ་སྒང་ནང་ལ་ག་འདྲས་ག་ཅན་འབེབས་རེད་ལབ་དུས་ཙམ་ཨེ་ཡིན་ན་ཨ་མ་དེ་ངུས་འདུག་ཨ་ངུ་རྗེས་ལ་ནི་ཅུང་ཚང་མ་ཤེས་འདུག་ཨ་ཁོ་ལོ་ད་ལོ་བཅུ་དྲུག་ཕྱིན་སོང་ལོ་བཅུ་དྲུག་ནང་ཉི་མ་གཅིག་སྐྱིད་པོ་ཅིག་བྱུང་མ་སོང་ཁོ་ནི་སྟག་ལྤགས་རེད་ཨ་ར་དུང་ན་ལས་ཀ་ནི་ཅེ་ཆིག་མ་རེད་ཕྱིས་ནས་ན་ཟི་ནས་མོ་རང་ཡིན་ཟེར་བ་ཚང་མ་ལོས་བྱས་ཙང་ཉི་མ་སྟག་ལྤགས་རེད་ཨ་ར་དུང་ཅེ་ཡིན་ནོ་དུང་ཅེ་རེད་བ་ངེད་ད་ཏང་ཅེ་ད་ཀ་ལྤགས་ཡིན་ཟེར་མ་རེད་བ་དཔེ་དེ་གང་བྱུང་མི་བྱུང་གཙོ་བོ་ནི་གཞོན་ནུ་མུག་སྟེ་ཆ་ནི་བེད། སྤོ་བོ་ཡིན་ནའི་ལ་ལབ་སྐྲ་བྲོ་དུས་ཙམ་མེད་ད་བེད། ཉི་མ་ཚུ་ན་ལས་ཉི་མ་འཕྲོ་ཡ་གི་དེ་འདྲའི་ཅིག་བྱའོ་དུས་སུ་པ་པ་ལེ་རེ་བསམ་ཞེ་ད་ཆོས་ནི་རེ་བ། སྤོ་བོ་གི་སེམས་ཁམས་ལས་གནོད་རྒྱལ་འོད་དུས་སུ་ཤེས་བྱ་ཡིན་ན་ནི་ཁྱོ་ག་དེ་འདྲའི་མེད་བེད་ན། ང་འཚོ་བ་སྐྱིད་བོ་དུས་སུ་རེ་བ། ཁྱོ་ག་དེ་འདྲའི་སྙིམ་དོ་སྐར་མ་ཅིག་དེ་འོ་བྱུང་ནའི་ལས་ང་བེད། ང་རེ་མེ་ཙེ་དེ་ཉ་ལེ་ན་ལྷུང་མི་ན་ཞེ་རེ་བྱ། ད་ནི་ཉི་མ་བཞི་བཅུ་ཞེ་ལྔ་དེ་ངའི་མེ་ཙེ་ན་སྐྱིབས་ཤོད་གི་ཉི་མ་དེ་ཡིན་ལེ་དུ་ག།

ཐབས་ཤེས་དམ་པ་ཡིན་ཟིན་ནིལ་ཁོ་རྗེས་ཤིག་མི་འདུག་ཟེར་བ་དང་ཨ་ར་གཏོང་རྒྱོགས་ཤིག་ཤོག་བསམ་སྒུག་བསྡད་པ་ཡིན་ཟིན་ནིལ་ཁོ་ཤི་ཡས་མི་འདུག་ཟེར་བ་ཨ་འདི་བྱས་ནས་ད་ཉིན་མོ་གཅིག་ཡིན་ན་མོ་འུ་ཐུག་རྗེས་ཁོ་རྦད་དེ་ཤི་ནགས་ཚར་བོ་ཚར་འདུག་ཟེར་བ་མི་ལས་དེ་ཨ་ར་གཏོང་དུ་དུར་དུར་འདུག་ཟེར་བ་རབས་སུ་ཤི་ནགས་ཚ་བོ་ཆགས་བྱས་ཡིན་ན་ཨ་རྦད་དེ་ཤི་ནགས་ཚ་བོ་ཞིག་རྫོགས་དུས་ཙམ་པ་ཡིན་ན་ཨ་མ་འདི་རྦད་དེ་ཁོང་ཁྲོ་ཟ་བྱས་ཡིན་ན་ཁོ་ལ་གཉིད་སྨན་སྤྲད་ཡིན་ལེ་དོ་ཨ་ར་ན་ལ་གཉིད་སྨན།

འུ་ཐུག་ཐབས་ཟད་སོང་ན་འདྲ་མ་འདྲ་ཆིག་རེ་བྱས་རྗེས་སྦྲུམ་དེ་འདྲེ་རེ་བཞག་སོང་དེ་འདྲེ་ཆི་འདུག་སྦྲུམ་བཏང་ཡིན་སྦྲུམ་སེན་སེན་ནང་པ་ཐོ་ཅི་ཆེ་ཞུ་དེ་ཅང་གོ།